ཨོ་རྣམ་པ་ལྷན་སྐྱེས་ཆ་ཚང་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་ད་དེ་རིང་འདི་ན་རི་བོ་བྱ་སྒང་ལ་གནས་སྒོ་སླེབས་ཡོད་དེ་རི་བོ་བྱ་སྒང་ཟེར་དེ་ད་གནས་སྤེལ་མི་ཚེ་བྱིན་རླབས་ཆེན་པོ་ཞེ་དྲག་ཅིག་རེད་ད་འདི་བྱིན་རླབས་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་རེད་བས་ཟེར་ན། ད་དང་པོ་དེ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཁོང་རང་ཡང་ད་རི་བོ་འདིའི་རྩེར་ཕེབས་པའི་ལོ་རྒྱུས་དེ་འདྲའི་མང་པོ་ཡོད་རེད་སངས་རྒྱས་ཀྱི་གསུང་ད་བཀའ་འགྱུར་ནང་ནས་ད་དམིགས་བརྩེ་མདོ་ཡི་ཕྱོགས་ནས་དེ་སངས་རྒྱས་བཅོམ་ལྡན་འདས་འདིའི་རྩེར་ཕེབས་ནས་དེ་ཆོས་གསུངས་པ་དེ་འདྲ་གི་ལོ་རྒྱུས་ཡོད་མེད་ད་མི་ཤེས་ཏེ་ཡིན་ན་ཡང་ང་རང་ཚོ་བོད་གངས་ཅན་ལྗོངས་ཀྱི་ཆོས་འབྱུང་དེ་ཚོ་ནང་ནས་བྱ་རྒྱུད་དེ་བ་ར་ན་སིར་བབས་པ་རེད། སྤྱོད་རྒྱུད་དེ་རི་བོ་བྱ་རྐང་དང་དུར་ཁྲོད་སིལ་བ་ཚལ་དུ་བབས་པ་རེད། རྣལ་འབྱོར་གྱི་རྒྱུད་དེ་དུར་ཁྲོད་སྨན་རིའི་བར་བ་རུ་བབས་པ་རེད་ཟེར་ཡང་དེ་འདྲའི་དབྱངས་ཡོང་གི་འདུག་ཨ། དེ་ནས་ལྷག་པར་དུ་རྙིང་མའི་མ་ཧཱ་ཡོ་གའི་ཆོས་སྐོར་དེ་ཚོའི་ནང་ན་དེ་ནི་སྒྱུ་འཕྲུལ་སྡེ་ཞེས་ཟེར་ཡོང་གི་རུ་བ། དེའི་ནང་ན་ད་འཇམ་དཔལ་སྒྱུ་འཕྲུལ་དྲ་བ་ཟེར་ཏེ་དེ་ནི་ད་ཡང་སྟོན་པ་གཙོ་བོ་སངས་རྒྱས་ཁོང་རང། རི་བོ་བྱ་རྐང་གི་རྩེ་རུ་སྟོན་པ་རྡོ་རྗེ་འཆང་གི་རྣམ་པར་བཞེངས་བྱས་ནས་གསུངས་པ་རེད་ཟེར་ད་དེ་འདྲའི་ལོ་རྒྱུས་ཡང་མང་པོ་ཡོང་གི་འདུག། སྒྲ་དེ་ནི་ལྷག་པར་དུ་ཡང་ཐེག་པ་ཆེན་པོ་སྔགས་དང་བཅས་པ་ནང་པ་སངས་རྒྱས་ཡོངས་རྫོགས་ཀྱི་ཁས་ལེན་ཡ་གཅིག་ག་རེ་རེད་བས་ཟེར་ན། ད་རི་བོ་འཇའ་གང་དེ་བདག་ཅག་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བློ་མིག་སྣང་ནས་མཆོག་ཏུ་གྱུར་པ་ཕུལ་དུ་གྱུར་པ་ད་ཉན་ཐོས་ཆེན་པོ་འོད་སྲུང་སྐུ་མྱ་ངན་ལས་འདས་སའམ་ད་ཁོང་དགོངས་པ་རྫོགས་སའི་གནས་དེ་ད་འདི་རེད་ཟེར་ད་ལྟའི་ཐེག་པ་ཆེ་ཆུང་སྔགས་དང་བཅས་པའི་ཡོངས་གྲགས་སུ་ཁས་ལེན་དགོས་བ་རེད། ད་ཉན་ཐོས་ཆེན་པོ་འོད་སྲུང་ངམ་འཕགས་པ་འོད་སྲུང་ཞུ་བ་དེ་དག་སུ་རེད་བས་ཟེར་ན། ད་སངས་རྒྱས་ཁོང་རང་གི་སྐུ་ཚབ་ཟེར་ནས་རེད་རྒྱལ་ཚབ་ཟེར་ནས་རེད་དེ་དེ་འོད་སྲུང་བསྐོས་བྱས་ནས་དེ་སངས་རྒྱས་ཀྱི་བསྟན་པའི་འགན་ཆ་ཚང་འོད་སྲུང་ལ་སྤྲད་བྱས་ནས་དེ་སངས་རྒྱས་བཅོམ་ལྡན་འདས་ཁོང་རང་གྲོངས་སོང་བ་རེད་བ། དེ་ཡིན་དུས་སྐབས་སུ་སྟོན་པའི་གཏད་རབས་བདུན་གྱི་ནང་ནས་ཀྱང་ད་དང་པོ་དེ་འཕགས་པ་འོད་སྲུང་ཆགས་བསྡད་ཡོད་རེད། སྤྱིར་བཏང་སངས་རྒྱས་བཅོམ་ལྡན་འདས་ལ་འོད་སྲུང་གི་མཚན་ཡོད་མཁན་གྱི་སློབ་མ་མང་པོ་ཡོད་རེད། འགའ་ཡ་འོད་སྲུང་ཆུ་ཀླུང་འོད་སྲུང་སྟེང་རྒྱལ་འོད་སྲུང་དེ་ནས་འོད་སྲུང་ཆེན་པོ་ལ་སོགས་པ་དེ་འདྲ་མང་པོ་ཡོད་པའི་ནང་ནས་ད་འདི་འོད་སྲུང་ཆེན་པོ་ཞུ་བ་དེ་རེད། ད་ལེགས་སྦྱར Sanskrit སྐད་བརྡར་བྱས་པ་ཡིན་ན་མ་ཧཱ་ཀ་ཤབ་ཞུགས་འདུག་ཨོ་མ་ཧཱ་ཀ་ཤབ་པ་ཟེར་དེ་ད་ཁོང་ཕྱག་ཐིག་ཡོད་རེད། ད་ལྟ་སངས་རྒྱས་ཀྱི་སྐུ་ཚེ་རྣམ་ཐར་ལོ་རྒྱུས་ལེའུ་ལྔ་བཅུ་ང་གྲངས་ཡོངས་ཀྱི་འབུ་དག་ཟས་དེ་འདྲའི་གློག་བརྙན་བྱས་ཡོད་པ། དེའི་གློག་བརྙན་དེའི་ནང་ནས་དེ་ནས་འོད་སྲུང་ཆེན་པོ་དེ་དང་སྟེང་རྒྱལ་འོད་སྲུང་དེ་གཉིས་ཕ་མཆེད་ཕ་མཆེད་ཁྱད་པར་མེད་པ་འདྲ་བོ་གཅིག་པ་འདྲ་བོ་ཞིག་བཟོས་འདུག་དྲན་དྲན་འདྲ་བོ་ཞིག་ང་རང་དེ་འདྲའི་ཚོར་སྣང་བྱས་བྱུང། ཡིན་ན་ཡང་ངོ་མ་བྱས་པ་ན་འོད་སྲུང་ཆེན་པོ་དང་སྟེང་རྒྱལ་འོད་སྲུང་གཉིས་ཁ་ཁ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཚབ་ཏུ་བསྐོས། སྟོན་པའི་གཏད་རབས་དང་པོའི་ནང་དུ་བཞུགས། ད་ལྟ་རི་བོ་བྱ་རྐང་ལ་སྐུ་མྱ་ངན་འདས། ད་འོད་སྲུང་ཆེན་པོ་སམ་མ་ཧཱ་ཀཱ་ཤཱཔ་བཞུགས་མཁན་དེ་རེད། ཡང་མི་ཁ་ཤས་ཅིག་གིས་སངས་རྒྱས་འོད་སྲུང་དང་ཉན་ཐོས་འོད་སྲུང་གཉིས་ནོར་འགྲོ་གི་འདུག་དེ་ཡང་ནོར་ཡས་ཡོད་མ་རེད་སངས་རྒྱས་འོད་སྲུང་ཟེར་ན་ད་ལྟ་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པའི་སྔོན་ལ་བྱུང་བའི་སངས་རྒྱས་ཅིག་རེད་དེ་ལ་ད་སངས་རྒྱས་དཔའ་བོ་བདུན་གྱི་ནང་ནས་ཕལ་ཆེར་དྲུག་པ་དེ་ཡིན་ས་ཡོད་དེབ་ཅིག་ལ་སངས་རྒྱས་འོད་སྲུང་བཞུགས་ཡོད་རེད་ད་ད་ལྟ་རི་བོ་བྱ་གང་གི་རྩེ་རུ་སྐུ་མྱ་ངན་འདའ་མཁན་དེ་འཕགས་པ་འོད་སྲུང་ངམ་ཉན་ཐོས་འོད་སྲུང་ཆེན་པོ་ཞིག་གོ་རོ་ད་དེ་གཉིས་ལ་ཡང་ཁྱད་པར་ཡོད་རེད། འོ་ད་དེ་ནས་ཉན་ཐོས་འོད་སྲུང་ཆེན་པོ་ཁོང་དང་རི་བོ་བྱ་རྐང་གི་རྩེ་རུ་སྐུ་མྱ་ངན་ལས་འདས་པའི་སྐོར་གྱི་ལོ་རྒྱུས་མདོར་བསྡུས་གཅིག་ཞུས་པ་ཡིན་ན། སྤྱིར་བཏང་གི་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་སྐུ་མྱ་ངན་ལས་འདས་ཁོང་སྐུ་གྲོངས་པའི་ལོ་གཅིག་གི་རྗེས་ལ་ཉན་ཐོས་ཆེན་པོ་འོད་སྲུང་ཁོང་དང་སངས་རྒྱས་ཀྱི་བསྟན་པའི་བདག་པོའམ་སངས་རྒྱས་བཅོམ་ལྡན་འདས་ཀྱི་བྱ་ཚབ་རེད་བ། དེ་ཡིན་དུས་སྐབས་སུ་ཁོང་གིས་འགན་འཛིན་དགྲ་བོ་དང་གོ་སྒྲིག་གནང་མཁན། དེའི་སྐབས་སུ་ཀུན་དགའ་བོ་དང་ཉེ་བ་འཁོར་ལ་སོགས་པ་དང་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མའི་གཙོ་བོ་དགེ་སློང་ཆ་ཚང་ཞིག་ཚུལ་འཛོམས་བྱས་ནས་དེ་ནས་སངས་རྒྱས་ཀྱི་གསུང་རབ། སངས་རྒྱས་ཀྱི་གསུང་དེ་ཚོ་ཚང་མ་ཚུར་ཕྱོགས་བསྒྲིགས་ཅིག་བྱས་པ་རེད་བསྡུ་རུབ་ཅིག་བྱས་པ་རེད། འོ་ད་དེའི་མིང་ལ་བཀའ་བསྡུར་རིམ་པ་དང་པོ་ཟེར་གྱི་རེད། འོ་ད་བཀའ་བསྡུར་རིམ་པ་དང་པོ་དེ་ཚར་རེབ་བྱས་ལ་ད་ཕན་ཚུན་ལོ་གཅིག་སུ་བྱས་ལ་མེད་འགྲོ། ད་དེ་ནི་ཉན་ཐོས་ཆེན་པོ་འོད་སྲུང་ཁོང་རང་སྐུ་མྱ་ངན་ལས་འདས་པ་རེད་ཁོང་རང་གྲོངས་པ་རེད། མྱ་ངན་ལས་འདས་པའམ་ཁོང་གྲོངས་འགྲོ་བའི་དུས་ཚོད་ལ་རཱཇ་གྷིར་འམ་རྒྱལ་པོ་ཁབ་ཀྱི་རྒྱལ་པོ་སྟེ། མ་ཧཱ་རཱཇ་ཨ་ཇཱེ་ཤཱ་ཏུ་རུ་ཞུ་མཁན་ཁོང་རེད་མ་ཧཱ་རཱཇ་ཨ་ཇཱེ་ཤཱ་ཏུ་རུ་ཞུ་བ་དེ་ང་རང་ཚོ་བོད་སྐད་ལ། རྒྱལ་པོ་མ་སྐྱེས་དགྲས་གྱུར་རེད། ད་ལྟའི་རྒྱལ་པོ་གཟུགས་ཅན་སྙིང་པོའམ་མ་ཧཱ་ར་ཇཱ་བིམ་བི་སར་གྱི་སྲས་རེད། རྫོགས་སངས་རྒྱས་བཅོམ་ལྡན་འདས་རྩ་མཆོག་གྲོང་དུ་སྐུ་མྱ་ངན་ལས་འདས་པའི་དུས་ཚོད་ལ་མ་ཧཱ་ར་ཇཱ་ཨ་ཅཱ་ཤཱ་ཏུ་རུ་ཀའི་སངས་རྒྱས་སྐུ་མྱ་ངན་ལས་འདས་པ་དེ་འཇའ་ལས་རག་མི་འདུག་ཨ། དེ་འཇའ་ཡང་མ་རག་ཡོང། དེ་ནས་རྒྱལ་པོ་མ་སྐྱེས་དགྲ་ཡིས་ཉན་ཐོས་ཆེན་པོ་འོད་སྲུང་ལ་ག་རེ་ཞུས་རེད་བས་ཟེར་ན། ད་ང་རང་བསོད་ནམས་མེད་པའི་དབང་གིས་བདག་ཅག་གི་སྟོན་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདའ་དུས་སྐབས་སུ་ནི་འཇའ་ཡས་བྱུང་མ་སོང་ཟེར། ད་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་ལ་སངས་རྒྱས་ཀྱི་སྐུ་ཛབ་ཟེར་ན་རེད་སངས་རྒྱས་ཀྱི་རྒྱ་ཛབ་ཟེར་ན་ཡང་རེད་འོད་སྲུང་ཆེན་པོ་ཁྱེད་རང་རེད་ཟེར། ཁྱེད་མྱ་ངན་ལས་འདའ་རན་པའམ་ཁྱེད་གྲོངས་རན་དུས་སྐབས་སུ་ཡིན་གཅིག་མིན་གཅིག་ང་ལ་སྐད་ཅིག་བཏང་རོགས་གྱིས་ཟེར། ང་ལ་སྐད་མ་བཏང་ནས་ཅིག་མྱ་ངན་ལས་མ་འདའ་རོགས་གྱིས་ཁོང་རང་གིས་ཞུ་བ་ཕུལ་ཏོ། འོ་ད་དེ་ཞུ་བ་ཕུལ་བ་ནང་བཞིན་དུ་བྱས་ན་ད་འོད་སྲུང་ཆེན་པོ་སྐུ་མྱ་ངན་ལས་འདས་རན་པ་དང་ད་འོད་སྲུང་ཆེན་པོ་མ་རཱཇ་གིར་རྒྱལ་བུ་གི་རྒྱལ་ཁང་གི།

གཙོ་བོ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྔོན་མ་ཁོང་རང་ལ་གནང་བཞག་ཀྱང་སྣམ་སྦྱར་ཕྱག་དར་ཁྲོས་པ་དེ་ཁོང་རང་གི་སྐུ་ལ་གསོལ། ད་ཕྱག་དར་ཁྲོས་པའི་སྣམ་སྦྱར་ཟེར་ན་ད་ང་རང་ཚོ་བཙོག་པ་གཡུག་ས་འདྲ་བོ་དང་དེ་ག་ནང་བཞིན་གྱི་དུར་ཁྲོད་ཀྱི་ད་རོ་འདྲ་བོ་མཉམ་དུ་གཡུག་བཞག་ཁྱོག་གི་རེད་དེ་ཚོ་ཚང་མ་ཚུར་དཀྲུགས་ཏེ་དེ་བཙེམ་དེ་ནས་འཚོལ་བསྒྱུར་བྱས་ནས་དེ་སྣམ་སྦྱར་བཟོ་གི་འདུག་བ་དགེ་སློང་བྱང་གི་ཡོན་ཏན་བཅུ་གཉིས་ལ་གནས་པ་དེ་ཚོ་འོ་དེ་འདྲའི་སྣམ་སྦྱར་ཅིག་སྔོན་མ་སངས་རྒྱས་བཅོམ་ལྡན་འདས་ལ་ཡོད་པ་དེ་འོད་སྲུང་ཆེན་པོ་ལ་གནང་འདུག་བ་འོ་དེའི་སྣམ་སྦྱར་དེ་སྐུ་ལུས་ལ་གསོལ། དེ་ནི་ཕུང་པོ་ལྷག་མ་མེད་པའི་དབྱིངས་སུ་ཡོངས་སུ་མྱ་ངན་ལས་འདས་པ་རེད། ད་ང་རང་ཚོས་ཡོངས་གྲགས་གོ་བདེ་བའི་དབང་དུ་བྱས་པ་ཡིན་ན་དེ་ནི་འོད་སྲུང་ཆེན་པོ་དེ་འདྲས་བྱས་ནས་གྲོངས་པ་རེད། དེ་འདྲས་གསུངས་དགོས་རེད། ཁོང་རང་དེ་འདྲས་བྱས་ནས་གྲོངས་པ་ཡིན་ན་ཡང་ཁོང་རང་གི་སྐུ་གཟུགས་དེ་ཁོང་རང་གི་སྐུ་གདུང་དེ་མི་རུལ་ཡས་འཕྲོག་བརླག་མི་འགྲོ་ཡས། ད་དེ་འདྲས་ཀྱི་བྱིན་གྱིས་བརླབས་བྱས་ནས། བྱ་རྐང་གི་རྩེ་དེ་ན་བྲག་རི་རྩེ་མོ་གསུམ་ཡོད་རེད། འོ་དེ་རྩེ་མོ་གསུམ་པོ་དེ་ཚུར་རུ་བསྒྲིགས་བྱས་ནས་རེད་བ། དེ་ནས་སྐུ་གདུང་དེ་དེའི་ནང་ནས་བཞུགས་དེ་གི་ཡོད་རེད། མ་འོངས་པ་ཡི་སངས་རྒྱས་བྱམས་པ་མགོན་པོ་མ་ཕེབས་ཀྱི་བར་དུ་སྐུ་གདུང་དེ་ག་རང་འཕྲོག་བརླག་མི་འགྲོ་ཡི་བྱིན་གྱི་རླབས་ནས་དེ་ལ་བཞུགས་ཡོད་རེད་ཟེར་ཡོད་རེད། ད་དེ་ནས་རཱཇ་གྷི་རམ་དེ་ནས་རྒྱ་ལོ་ཁབ་ཀྱི་རྒྱ་ལོ་ཆེན་པོ་མ་སྐྱེས་དགྲ་དེ་ད་ཁོང་གཉིས་དེ་ཡར་བསད་ཡོང་དུས་བསམ་པ་ལ་དེ་ནས་ཁོང་རང་གི་ད་ཞབས་ཕྱི་དེ་ཚོ་གི་ད་ད་ཀྱི་འདི་རུ་ཉན་འདོད་ཆེན་པོ་འོད་སྲུང་ཕེབས་སོང། ཁོང་སྐུ་མྱ་ངན་ལ་འདའ་གི་ཡིན་གསུང་གི་འདུག་དེ་ཡིན་དུས་སྐབས་སུ་དེ་ནས་རྒྱལ་པོ་རིན་པོ་ཆེ་ལ་དེ་ནས་སྐད་བཏང་རོགས་ཅིག་དེ་འདྲི་གསུང་གི་འདུག་ཡ་ཞུས་ཏོ། དེ་ཞུས་པ་དང་རྒྱལ་བོ་མ་སྐྱེས་དགྲ་དེ་ག་རང་དུ་ཁོ་རང་དྲན་པ་ཐོར་བྱས་ནས་མ་རིལ་རེས་མ་དེ་ག་རང་བསྐྱལ་ནས། དེ་ནས་ད་ཞབས་ཀྱི་བ་དེ་ཚོ་གི་ཆུ་གཏོར་དེ་ནས་ཡར་དྲན་པ་སོས་ཡོང་དུས་བརྩམས་པ་ལ་ད་དེ་ནས་འོད་མི་མཚར་ལ་ཕེབས་འདུག་འོད་མི་མཚར་ད་ད་ད་ར་ཇི་གིར་ཉེ་བོར་བ་སངས་རྒྱས་བཅོམ་ལྡན་འདས་ཀྱི་དགེ་འདུན་གྱི་སྡེ་ཆེ་ཤོས་ཡིན་པ་འོད་མི་མཚར། བེནུ་བན་ལ། བེནུ་བན་ལ་ཕེབས་ཡོང་དུས་བརྩམས་པ་ལ་ད་དེ་ནས་ཀུན་དགའ་བོ་བཞུགས་དེ་ཡོད་རེད་དེ་ཀུན་དགའ་བོའི་སྐུ་མདུན་ལ་དེ་ནས་རྒྱལ་པོ་མ་རྒྱལ་གྲབས་ཕེབས་བྱས་ནས་ད་དེ་རིང་ད་ང་དཔེ་མི་ཟད་གཏམ་ངན་ཞེ་དྲག་ཅིག་གོ་བྱུང་ཟེར་ད་ཀྱི་ང་གཉིས་ཡ་གཉིས་བསད་པ་དང་མཉམ་དུ་ད་ནས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་རྒྱལ་ཚབ། འོད་སྲུང་ཆེན་པོ་སྐུ་མྱ་ངན་ལས་འདས་པ་རེད་ཁོང་གྲོངས་པ་རེད་དེ་འདྲའི་གཏམ་ངན་ཐོས་བྱུང་དེ་དངོས་གནས་རེད་བས་ཡ་ཀུན་དགའ་བོ་ལ་ཞུས་འདུག་ཨ་དེ་ནི་ཀུན་དགའ་བོ་ག་རེ་གསུངས་སོང་ད་དེ་དངོས་གནས་རེད་ད་ཁྱེད་རང་ཁོང་གི་སྐུ་གདུང་མཇལ་འདོད་ཡོད་པ་ཡིན་ན་ད་ང་རང་གཉིས་མཇལ་མཉམ་དུ་སྐུ་གདུང་མཇལ་དུ་འགྲོ་འོས་དེ་ནི་ད། འཕགས་པ་ཀུན་དགའ་བོ་དང་རྒྱལ་བོ་མ་སྐྱེས་དགྲ་གཉིས་རཱཇ་གིར་མཚོའི་དོན་བྱས་ནས་དེ་ནས་རི་བོ་བྱ་གངས་ཀྱི་རྩེ་རུ་ཕེབས་པ་རེད་ད་རེའུ་ལྗགས་ཁང་གི་རྩེར་ཕེབས་པ་དང་ཡང་ཁོ་རང་དམིགས་བསལ་གྱིས་ད་ལྷ་དང་དེ་འབྲེལ་གྱི་ཆོ་འཕྲུལ་དང་ཉན་ཐོས་ཆེན་པོའི་འོད་སྲུང་གི་བྱིན་རླབས་དང་ཁོ་རང་གི་ལས་དང་སྨོན་ལམ་རྟེན་འབྲེལ་གྱི་དབང་གིས་ཡང་ཡ་གི་རེའུ་ལྗགས་ཁང་གི་རྩེ་ཡི་བྲག་རི་གསུམ་དེ་ཚོ་ཁ་བེད་བྱས་ནས་དེ་ནས་འོད་སྲུང་ཆེན་པོའི་སྐུ་གདུང་དེ་ད་དངོས་སུ་མཇལ་ཡས་རག་པ་རེད་ཟེར་གྱི་རེད། སྐུ་གདུང་ཆེན་པོ་དངོས་སུ་མཇལ་ཡས་རག་པ་དང་མཉམ་དུ་རྒྱ་བོད་མ་སྐྱིད་དགྲ་དེ་ག་རང་དུ་ཕྱག་བཙལ། ནས་ད་སྐུ་གདུང་དེ་དག་མེ་ལ་ཕུལ་གྱི་ཡིན་ཟེར་བ་མེ་མཆོད་ཕུལ་གྱི་ཡིན་ཟེར་དེ་འདྲས་གསུངས་ཡོང་དུས་ཛམ་པ་ལ་ད་འཕགས་པ་ཀུན་དགའ་བོ་ག་རེ་གསུངས་རེད་ཟེར་ན་ད་འདི་མེ་མཆོད་དེ་ཕུལ་ན་ཡང་མེ་ཞེད་ཀྱི་མ་རེད་དེ་འདི་མེ་མཆོད་འབུལ་ཡས་ཡོད་མ་རེད་ཉན་ཐོས་ཆེན་པོ་འོད་སྲུང་ཁོང་རང་གི་བྱིན་གྱིས་བརླབས་བྱས་ནས་མ་འོངས་པ་ཡི་སངས་རྒྱས་བྱམས་པ་མགོན་པོའི་བསྟན་པ་མ་བཙལ་གྱི་བར་དུ་ཁོང་རང་གི་སྐུ་གདུང་འདི་རང་ལ་བཞུགས་ཡས་བྱིན་གྱིས་བརླབས་ཚར་རེད་དེ་ཡིན་དུས་སྐབས་སུ་མེ་མཆོད་ཕུལ་དགོས་མ་རེད་གསུངས་པ་རེད། དེ་གསུངས་པ་དང་དེ་ནས་གཡང་ཡོལ་གྱི་རི་རྩེ་མོ་གསུམ་བྲག་རི་དང་ཆ་ཚང་བར་ཁར་སྦྱར་བྱས་ནས་དེ་ནས་འོད་སྲུང་ཆེན་པོའི་སྐུ་གདུང་དེ་བྲག་རི་ནང་ལ་བཞུགས་ཡོད་རེད། ད་དེ་ཡ་གི་བྲག་རི་དེའི་རྩེ་མོ་ལ་ཡ་གི་སྒང་ལ་དེ་ནས་རྒྱ་ལུགས་མ་སྐྱེས་གྲ་ཡི་དེ་སྐུ་གདུང་མཆོད་རྟེན་ཅིག་ད་བཞེངས་པ་རེད་སོ་དེ་འདྲའི་གསུང་དགོས་རེད། འོ་ད་དེ་འདྲ་བའི་འོད་སྲུང་ཆེན་པོའི་སྐུ་གདུང་དེ་ད་འཕྲོ་བརླག་མི་འགྲོ་ཡའི་བྱིན་གྱིས་བརླབས་བྱས་ནས་རི་བོ་བྱ་སྒང་གི་རྩེ་རུ་མ་འོངས་པ་ཡི་རྒྱ་མཚོ་བྱམས་པ་མགོན་པོ་སངས་རྒྱས་ནས་དེ་ནས་ཆོས་ཀྱི་འཁོར་ལོ་མ་བསྐོར་གྱི་བར་དུ་བཞུགས་ཀྱི་ཡོད་རེད་ཟེར་ཏེ་ད་ཐེག་པ་ཆེ་ཆུང་ཚང་མ་གིས་གསུང་གི་ཡོད་རེད་ལ་དེ་ག་ནང་བཞིན་གྱི་ང་རང་ཚོ་ཐེག་པ་ཆེན་པོའི་འདུལ་བ་ལུང་ཕྲན་ཚེགས་ནང་ན་ཡང་གསར་བུ་ཞེ་དྲག་གསུངས་ཡོད་རེད། ད་དེའི་འདུལ་བ་ལུང་ཕྲན་ཚེགས་དེ་ཚོ་ནང་ན་སྐུ་གདུང་བཞུགས་ཡོད་རེད་གསུངས་ཡོད་རེད། ཡིན་ན་ཡང་ད་རྒྱ་ནག་ནས་ཕེབས་པའི་དེ་ནས་ད་ཐང་ཟན་བླ་མ་བཙུན་པ་ཐང་ཟན་དང། ལ་སོགས་པ་ད་ཁོང་རྣམས་པའི་ལམ་ཡིག་ཡོད་རེད་བ་འོ་དེ་ཚོ་དང་དེ་ག་ནང་བཞིན་གྱི་ཇོ་ནང་ཆུ་ཚུན་རྟ་ར་ནག་དག་གི་ཆོས་འབྱུང་ལ་སོགས་པ་དེ་ཚོའི་ནང་ན་ག་རེ་གསུངས་ཡོད་རེད་ཟེར་ན་ཉན་འདོད་ཆེན་པོ་འོད་བཟུང་སྟེ་ད་དུང་ཡང་ད་རི་བོ་བྱ་རྐང་གི་རྩེ་ན་འགོག་པའི་སྨྱོན་པར་འཇུག་པ་ལ་ཞུགས་ནས་ད་འགོག་པ་ལ་བཞུགས་ཡོད་རེད་ཟེར་གྱི་རེད། འགོག་པ་ལ་ཞུགས་ཟེར་ཏེ་ང་རང་ཚོ་ཉན་འདོད་དེ་ཚོ་ད་འགོག་པ་ཟེར་ཅིག་ལ་ད་ཏིང་ངེ་འཛིན་གྱི་ངང་ལ་ཞུགས་ཡོང་དུས་བརྩམས་པ་ལ་སྐལ་བ་སྐལ་བ་དེ་འདྲ་ཞུགས་ཐུབ་ཡ་ཡོད་རེད་ཟེར་གྱི་ཡོད། ད་ཆགས་པའི་གཟིགས་མྱོང་མགྱོགས་ཅན་ན་འགོག་པའི་སྙོམས་འཇུག་ག་འདྲའི་མིན་མཁྱེན་གྱི་རེད་བ། སྙོམས་འཇུག་རྣམ་པ་གཉིས་འགོག་པའི་སྙོམས་འཇུག་དང་འདུ་ཤེས་མེད་པའི་སྙོམས་འཇུག་གཉིས་ཡོད་རེད་བ། དེས་ན་འགོག་པའི་སྙོམས་འཇུག་ལ་ཞུགས་ཡོད་རེད་ཟེར་གྱི་ཡོད། ད་གལ་སྲིད་ཆགས་པའི་གཟིགས་མ་མྱོང་མཁན་ཅིག་ཡིན་ན་ད་འགོག་པའི་སྙོམས་འཇུག་ག་འདྲ་རེད་བས་ཟེར་ན་ད་ཅིག་མ་གོ་ད་བྲལ་འགྲོ་ཞིག་ལས་སླ་བོ་མི་འདུག་བ། དེ་ཡིན་དུས་སྐབས་སུ་ད་ང་རང་ཚོས་གོ་དེ་འོ་ཅིག་བཤད་པ་ན། ཐུགས་དམ་འདྲ་བོ་ཞིག་ལ་བཞུགས་ཡོད་རེད་ཟེར་ཡོད་རེད་ད་ཐུགས་དམ་དང་འགོག་པའི་སྙོམས་འཇུག་གཉིས་གཅིག་པ་དག་མ་རེད་ཡིན་ན་ཡང་ང་ཚོས་ཧོབ་སི་ག་ལ་གོ་བརྡ་སྤྲད་སྟངས་འདྲ་བོ་ཞིག་གཅིག་གོ་བདེ་བོ་འདྲ་ཞིག་བཤད་པས་ན་ད་ཁོ་རང་ཐུགས་དམ་འདྲ་བོ་ཞིག་ལ་བཞུགས་ཡོད་རེད་ཟེར། ད་མ་འོངས་པ་ལ་རྒྱ་གཟབ་བྱམས་པ་མགོན་པོ་སངས་རྒྱས་ཆོས་ཀྱི་འཁོར་ལོ་བསྐོར་དེ་ནས་འདི་རིའི་རྩེ་མོ་རུ་འཁོར་སློབ་མ་མང་པོ་དང་བཅས་ཏེ་ཕེབས་ཡོང་དུས་བརྩམས་པ་ལ། རྒྱ་ཚབ་བྱམས་པ་མགོན་པོས་ཕྱག་གི་སེ་གོལ་གྱི་རྟགས་སུ་དར་བ་དང་མཉམ་དུ་འོད་སྲུང་ཆེན་པོ་གོང་འགོག་པའི་ཏིང་ངེ་འཛིན་ལ་ཡང་ཡང་སླེབས་ཀྱི་རེད། དེ་ནས་ཡང་ཡང་ཡོང་དུས་བརྩམས་པ་ལ་དེ་ཁོང་རང་གིས་དེ་ནས་རྣམ་སྦྱར་དེ་ཡང་སངས་རྒྱས་བྱམས་པ་མགོན་པོ་ལ་ཕུལ། དེ་ནས་ཁོང་རང་གི་སྐུ་ལུས་ནས་རང་བཞིན་གྱིས་མེ་འབར་སླེབས་ཕྱིན། དེ་ནས་སྐུ་གདུང་དེ་རིང་བསྲེལ་གྱི་ཕུང་པོར་ཆགས་འགྲོ་གི་རེད། དེ་འདྲའི་གསུངས་ཡོད་རེད། ད་འདུལ་བ་ལུང་ཕྲན་ཚེགས་དེ་ཚོ་གི་ནང་དུ་ད་འོད་སྲུང་ཆེན་པོའི་སྐུ་གདུང་དེ་འདི་ན་བཞུགས་ཡོད་རེད་སྐུ་རུས་འདི་ན་བཞུགས་ཡོད་རེད་ཟེར་གི་རེད་བ། དེ་ཡིན་དུས་བརྩམས་པ་ལ་མ་འོངས་པ་ལ་གྱ་ཚོམ་བྱམས་པ་མགོན་པོ་ད་སངས་རྒྱས་ཆོས་ཀྱི་འཁོར་ལོ་གོ་འདིར་རྩེ་རུ་ཕེབས་པ་དང་དེ་ནས་གཡང་རི་དེ་ཚོ་འདི་ག་ཚོ་ཁ་ཕྱེས་བྱས་ནས་དེ་ནས་ད་དེའི་ནང་ནས་ཚོ་ལ་འོད་སྲུང་ཆེན་པོའི་གི་སྐུ་གདུང་སྐུ་རུས་དེ་ཚོ་ཚུར་བཏོན་བྱས་ནས་དེ་གྱ་ཚོམ་བྱམས་པ་མགོན་པོ་ད་ཁོང་རང་གི་སློབ་མ་མང་པོ་ཞིག་ལ་འདུག་སྟོན་གི་རེད་ཟེར། ད་འདིའི་འདས་པའི་སངས་རྒྱས་ཤཱཀྱ་ཐུབ་པ་གི་ཞལ་སློབ། སློབ་མ་དག་མཆོག་ཏུ་གྱུར་པ་བྱང་གི་ཡོན་ཏན་བཅུ་གཉིས་ལ་གནས་པ་དག་འོད་བཟུང་ཆེན་པོའི་སྐུ་གདུང་རེ་དག་ཚང་མ་ལ་འཇག་ག་སྟོན་གི་རེད། ད་ད་དུང་སྣམ་སྦྱར་དེ་ཡང་སྟོན་བྱེད་ན་འོ་འདིའི་སྣམ་སྦྱར་དེ་བདེ་བའི་སངས་རྒྱས་ཤཱཀྱ་ཐུབ་པ་ཁོང་རང་གི་སྣམ་སྦྱར་ཕྱག་དར་ཁྲོད་ནས་བཞེས་པ་དེ་ནི་བྱས་ལ་འོད་བཟུང་ཆེན་པོ་གནང་མགྱོགས་ཀྱིས་ད་དེའི་སྣམ་སྦྱར་དེ་རེ་དག་ཁོང་སློབ་མ་དེ་ཚོ་ལ་མ་དེ་ད་སྟོན་གི་རེད། དེ་ནས་དེས་ཁོང་རང་གི་ཞལ་སློབ་དེ་ཚོ་གི་ནང་ན་ཡང་ཅིག་སློབ་མ་མང་པོ་ཞིག་ངེས་འབྱུང་སྐྱེས་དད་པ་སྐྱེས། དེ་ནས་སྦྱངས་པའི་ཡོན་ཏན་བཅུ་གཉིས་ལས་གནས་བབ་མང་པོ་ཞུ་ཅི་བྱུང་ལས་ནས་ཡང་ཁོང་གི་ཞལ་སློབ་ཀྱི་ནང་ནས་མང་པོ་ཅིག་ལམ་སང་དགྲ་བཅོམ་པའི་གོ་འཕང་ཐོབ་འགྲོ་གི་རེད། འོ་དེ་འདྲའི་གོ་བ་རྒྱུ་མཚན་ཅི་ཡོད་རེད། འོ་དེ་འདྲའི་གསུངས་ཡོད་རེད། ད་གང་ལྟར་དེའི་བྲག་རི་དེའི་ནང་ནས་འོད་སྲུང་ཆེན་པོའི་སྐུ་གདུང་བཞུགས་ཡོད་ནའི་རེད། ཡང་མེད་ན་འོད་སྲུང་ཆེན་པོ་སྐུ་དངོས་འགོག་པའི་སྙོམས་འཇུག་ལ་བཞུགས་ཡོད་ནའི་རེད་གང་ལྟར་འོད་སྲུང་ཆེན་པོ་ཞིང་ལ་གཤེགས་ས་མྱ་ངན་ལ་འདས་ས་གྲོངས་ས་དེ་ད་འདི་རེད། ད་ཏན་ཏན་འདིའི་ནང་ནས་འོད་སྲུང་ཆེན་པོའི་སྐུ་གདུང་ཡོད་པ་ཡིན་ནའི་རེད་འགོག་པའི་སྙོམས་འཇུག་ལ་བཞུགས་ཡོད་པ་ཡིན་ནའི་རེད། གང་ལྟར་འོད་སྲུང་ཆེན་པོའི་སྐུ་གཟུགས་དེ་ཡོད་ཐག་ཆོད་ཡོད་པ་དང་དེ་འབྲེལ་གྱི་ལོ་རྒྱུས་ཡོངས་གྲགས་གསུང་དགོས་བ་རེད། ད་ཡང་རི་བོ་བྱ་རྐང་འདི་དང་འབྲེལ་བའི་ལོ་རྒྱུས་ངོ་མཚར་ཆེན་པོ་གཅིག་ག་རེ་ཡོད་རེད་པས་ཟེར་ན་སློབ་དཔོན་ཐོགས་མེད་འཕགས་པ་ཐོགས་མེད་ཀྱིས་རྒྱ་རྫབ་བྱམས་པ་མགོན་པོ་ལོ་བཅུ་གཉིས་ཀྱི་བར་དུ་གྲུབ་ཡིན་གསུང་དགོས་རོ་བའོ་དེའི་གྲུབ་ས་དེ་ད་རི་བོ་བྱ་རྐང་གི་རྩེ་རུ་གྲུབ་པ་ཡིན་གསུང་དགོས་རོ་དེ་ཡིན་དུས་བརྩམས་པ་ལ་ད་ཡང་ལོ་རྒྱུས་ངོ་མཚར་ཆེན་པོ་ཞེ་དྲག་ཅིག་ཆགས་དེ་རེད་ད་དེ་ཡང་འཕགས་པ་ཐོགས་མེད་ཁོང་ད་རྒྱ་རྫབ་བྱམས་པ་མགོན་པོ་གྲུབ་ཀྱི་ཡིན་ཟེར་རྒྱ་རྫབ་བྱམས་པ་མགོན་པོ་ཞག་མངོན་སུམ་དུ་སྦྱར་དགོས་ཀྱི་འདུག་ཟེར། ཁོང་གི་སྐུ་མདུན་དུ་ཆོས་ཞུས་ན་མ་གཏོགས་ང་རང་བློ་གཏད་ས་མ་རེད་གསུངས་བྱས་ནས་དེ་ནས་ཁོང་རང་གི་རི་བོ་བྱ་རྐང་གི་རྩེ་རུ་ཕེབས་ནས་དེ་རྒྱ་མཚོ་བྱམས་པ་མགོན་པོར་སྒྲུབ་བྱས་ནས་ད་སྒོམ་བརྒྱབ་ནས་བཞུགས་འདུག་བ། དེ་ནས་དང་པོ་ཁོང་རང་གི་ལོ་གསུམ་སྒོམ་སྐྱོན་ཡོང་དུས་བརྩམས་པ་ལ་ཅི་དམིགས་བཟས་རྟགས་དང་མཚན་མ་འདྲ་བོ་ཅི་གང་ཅི་མ་བྱུང་ཡོང་དུས་དེ་ནས་ཁོང་རང་ཐུགས་འདྲ་བོ་ཞིག་ཕམ་བྱས་ནས་མ་ལོག་ཕེབས་དུས་བརྩམས་པ་ལ་ཡང་ལམ་འགའ་ལ་ཅི་སེམས་ཤུགས་སྐྱེད་ཡས་འགྲོ་བོ་དང་བརྩོན་འགྲུས་རྗེས་འཁོད་ཡས་འགྲོ་བོ་གནས་ཚུལ་དེ་འདྲའི་མང་པོ་གཟིགས་ཡོང་དུས་བརྩམས་པ། ཡང་ཁོང་རང་ཅག་ཡང་གྲུབ་ཁང་ནང་ལོག་ཡང་ལོ་གསུམ་གོམ་བསྐྱོན། ཡང་ལོ་གསུམ་གོམ་བསྐྱོན་ན་ཡང་རྟགས་དང་མཚན་མ་ཅི་གང་ཅི་མ་བྱུང་དུས་བརྩམས་ལ་ཡང་མར་ལོག་ཕེབས། ཡང་མར་ལོག་ཕེབས་དུས་བརྩམས་ཡང་ལམ་ཀ་ལ་སེམས་ཤུགས་འཕར་ཡས་འགྲོ་བོ་དང་བརྩོན་འགྲུས་རྗེས་འཁོད་པའི་གནས་ཚུལ་དེ་འདྲ་ཁ་ཤས་གཟིགས་ཡོང་དུས་བརྩམས་པ་ཡང་ཁོང་ཡར་ལོག། ཡང་ཡར་ལོག་ནས་ལོ་གསུམ་གོམ་བསྐྱོད་ནས་ཡང་ཅི་གང་ཅི་མ་བྱུང་ནས་ཡང་མར་ལོག་ཕེབས། ཡང་མར་ལོག་ཕེབས་པའི་སྐབས་སུ་ལམ་འགའ་ལ་ཡང་ཅིག་སེམས་ཤུགས་འཕར་ཡས་འགྲོ་དང་བརྩོན་འགྲུས་བྱེད་དགོས་ཡས་ཀྱིས་ཅིག་གནས་ཚུལ་འགྲུབ་དེ་འདྲའི་མང་པོ་གཟིགས་དུས་སྐབས་སུ་ཡང་ཁོང་ཡར་ལོག་ཕེབས་བྱས་ནས་དེ་ནས་ཡང་ཡར་ལོ་གསུམ་གོམ་བསྐྱོད་བྱས་ནས་མདོར་བསྡུས་ན་འཕགས་པ་ཐོག་མའི་ཁོང་གིས་སྔ་ཕྱི་དོན་པའི་ལོ་བཅུ་གཉིས་ཏག་ཏག་རེའུ་ཆ་གང་གི་རྩེ་རུ་དང་གོམ་བསྐྱོད་བྱས་ནས་བྱམས་པ་མགོན་པོ་གྲུབ་པ་རེད་ཟེར་གྱི་ཡོད་རེད། ད་དུང་རྟགས་དང་མཚན་མ་བསལ་ཅི་གང་ཅི་བྱུང་མི་འདུག་དེ་མ་བྱུང་ཡོང་དུས་བརྩམས་པ་དེ་ནི་ཕ་བ་ཐོག་མེད་ད་རྦད་དེ་ཁོ་རང་སེམས་ཤུགས་འགྲོ་བའི་ཆགས་ཆེན་ད་རུ་བྱ་རྐང་གི་རྩེ་ནས་མ་བབས་ནས་མ་ཐང་རུ་སླེབས་པ་དང་མ་གི་ཐང་ན་སྙིང་རྗེ་ཁྱི་མོ་ཞིག་ཁྱི་མོ་གཅིག་གཟུགས་པོ་ཕྱེད་ཀ་སྐེད་པ་མན་ཆོད་ཁོག་མེད་ཆ་ཚང་འཕྲོག་བརླག་འགྲོ་མ་ཐོན།

ད་ཐ་མ་ལ་ཁོང་གིས་ག་རེ་དགོངས་རེད་ཟེར་ན་ག་རེ་དྲན་རེད་ཟེར་ན་ད་ང་རང་གི་གཟུགས་པོ་གི་ཤ་བཅད་བྱས་ནས་ད་དེ་བུ་དེ་ཚོ་སྲུང་སྐྱོབ་བྱེད་ཡ་ཞིག་མ་གཏོགས་ད་ཐབས་ཤེས་མི་འདུག་དགོངས་བྱས་དེ་ནས་ཁོང་རང་གི་ཕྱག་འདྲ་བོ་དང་ཞབས་འདྲ་བོ་དང་ད་དེ་འདྲ་གི་ཤ་གཅིག་བཅད་བྱས་ནས་དེ་ནས་ད་བུ་དེ་ཚོ་ཆ་ཚང་གཙང་མ་བཟོས་ཏེ་བུ་དེ་ཚོ་ཁོང་རང་གི་སྐུ་ལུས་ཀྱི་ཤ་བཅད་ཀྱོག་དེའི་སྒང་ནས་དེའི་སྒང་ལ་བཞག་དེ་འདྲའི་ཅི་གཙང་མ་བཟོས་ཡོང་དུས་རྩམ་པ་ལ།

དེ་ཡིན་ན་ཡང་ཁྱོད་རང་ལས་ཀྱི་སྒྲིབ་པ་ཤུགས་ཆེ་བའི་དབང་གིས་སྡིག་པ་ཤུགས་ཆེ་བའི་དབང་གིས་མ་འཇལ་བ་རེད། ཁྱོད་རང་འདི་དང་གོམས་ཉམས་ལེན་བྱེད་དུས་སྐབས་སུ་སེམས་ཤུགས་ཆགས་ནས་མ་ཐེ་བ་མང་པོ་ཞིག་མ་མཆིས་ཡིན་པ། དེ་དུས་སྐབས་སུ་ཡང་སེམས་ཤུགས་འཕར་ཡས་ཀྱིས་ཅིག་ཡག་མ་ཡོད་ནས་གནས་ཚུལ་མང་པོ་ཞིག་བྱུང་སོང་བ། འོ་དེ་ཡང་ཁྱོད་རང་གི་གོམས་ལ་བར་ཆད་མི་ཡོང་ཡས་ཆེད་དུ། དེ་ནས་གོམས་ལ་སེམས་ཤུགས་སྐྱེ་ཡས་ཆེད་དུ་ང་རང་གིས་སྤྲུལ་བཞག་པ་ཡིན། ད་ད་ལྟ་ཁྱོད་རང་གིས་འདི་ཅིག་འབུ་དང་ཁྱི་དང་དེ་འདྲས་མཐོང་ཡོང་དུས་བསམ་པ་ལ་ཁྱོད་རང་སྙིང་རྗེ་ཆེན་པོ་ཞུ་ཞིག་སྐྱེས་སོང་བ། དེའི་དབང་གིས་ཁྱོད་རང་གི་སྡིག་པ་ཆ་ཚང་དག་བྱས་ནས་ད་ང་དངོས་སུ་འཇལ་བ་རེད། འོ་དེ་འདྲའི་བཀའ་གནང་འདུག་བ།

གཅིག་སྟོང་དྲུག་བརྒྱ་བརྒྱད་ཅུ་ཙམ་ཞིག་ཡོད་གསུངས་ཤག་ཨོ་གང་ལྟར་ད་དེ་འདྲའི་རིགས་ཡག་འཛག་ནས་ད་ཡག་རྩེད་བར་དུ་ཕེབས་དགོས་དགོས་རེད། བླ་སྲོག་བཀའ་དྲིན་ཆེ་ད་དེ་ནས་རེའུ་བྱ་སྒང་གི་སྐོར་གྱི་ངོ་སྤྲོད་མདོར་བསྡུས་ཅིག་ཞུས་ཟིན་པ་ཡིན་སླར་ཡང་དེ་ནས་ལེ་ཚན་རྗེས་མའི་ནང་དུ་མཇལ་ཡོང་བཀའ་དྲིན་ཆེ།